ཉིན་ཞིག་རི་དྭགས་རྒྱལ་པོ་སེང་གེ་གཉིད་ཉལ་བའི་སྐབས་ཙི་ཙི་ཞིག་རྡོས་མ་ཚུགས་པར་སེང་གེའི་ལུས་སྟེང་ནས་ཡར་རྒྱུག་མར་རྒྱུག་བྱེད་པས་ཟེར་བ། ཉི་མ་གཅིག་ལ་ཡ་ནི་རི་དྭགས་ཀྱི་རྒྱལ་པོ་ཟེར་བསམ་པ་ལ་ཡ་རི་དྭགས་ལ་ན་ནི་ང་ཚོ་སེམས་ཅན་རི་དྭགས་རྩྭ་ཟ་མཁན་གྱི་རིགས་དེ་ལ་རི་དྭགས་ཟེར་བ། དེ་འདྲའི་གི་རྒྱལ་པོ་སུ་རེད་ཞུས་པ་ནི་སེང་གེ་རེད། སེང་གེ་ཁོ་རང་གཉིད་ཉལ་བསྡད་པའི་སྐབས་སུ་ཙི་ཙི་ཞིག་སྡོད་མ་ཚུགས་པ་ཟེར་ནས་ཙི་ཙི་ཅིག་བསྡད་མ་ཚུགས་ནས་སྡོད་མ་ཚུགས་སྡོད་བསམ་པ་ལ་ཡར་བསྡད་ཚུལ་མེད་པ་བྱས་ནས། ཨ་ནི་སེང་གེའི་ལུས་སྟེང་ནས་ཡར་རྒྱུག་མར་རྒྱུག་བྱས་པས་ཟེར་ནས་སེང་གེ་གི་ལུས་སྟེང་ལུས་སུ་སྡོད་བསམ་པ་ལ་གཟུགས་པོ Body ཟེར་བ། ཨ་ནི་གཟུགས་པོ་སྟེང་ནས་ཡར་རྒྱུག་མར་རྒྱུག་བྱས། ཡར་རྒྱུག་མར་རྒྱུག་ལ་སྡོད་བསམ་པ་ལ་ཡར་ཅིག་རྒྱུག་མར་ཅིག་རྒྱུག་བྱས་བྱས་འདུག་ཟེར་ནས་ཙི་ཙི་དེ་ཡིས་ཨ་ནི་སེང་གེ་གི་གཟུགས་པོ་སྒང་ལ་ཡར་རྒྱུག་མར་རྒྱུག་བྱས་པ་རེད། སེང་གེ་གཉིད་དཀྲོགས་ཏེ་མགོ་བོ་བཀྱགས་ནས་ཡར་བལྟས་ཚེ་ན། ཙི་ཙི་ཞེས་རང་གི་ལུས་སྟེང་དུ་ཡར་རྒྱུ་མར་རྒྱུ་བྱེད་པ་མཐོང་བས་རེད། ཟེར་བ། ཏི་སེང་གེ་དེ་ཞུགས་པ་ལ་ཡིན་ད་སེང་གེ་གི་གཉིད་དཀྲོགས་རེད་ཟེར་སུ་གིས་དཀྲོགས་པ་རེད་ལ་ཡིན་ད་ཙི་ཙི་དེ་གི་རེད་བ། སེང་གེ་གི་གཉིད་དཀྲོགས་ལ་དུས་སམ་པ་ལ་གཉིད་མ་ཁུག་བསྡད་པའི་སྐབས་སུ་སྨྱོ་གཉིད་སད་བཅུག་པ་དེ་ལ་ཡང་གཉིད་དཀྲོགས་ཟེར་བ། གཉིད་དཀྲོགས་དེ་ཨེ་ནི་མགོ་བོ་བཀྱགས་ནས་ཡར་བལྟས་ཙ་ན་ལ་དུས་བསམ་པ་ལ་ཡ་ཨེ་ནི་སེང་གེ་དེ་གཉིད་སད་ར་བ་གཉིད་སད་དུས་བསམ་པ་ལ་ཨེ་ནི་སོ་སོའི་མགོ་བོ་ལ་ན་ཨེ་ནི་མགོ་མགོ་ལ་ཁོག་ར་ཧད་ཟེར་བ་ཨེ་འཇིག་གི་ཐོག་ནས་མགོ་བོ་ཡར་བཀྱགས་ནས་བལྟས་ཙ་ན་ཡར་བཀྱགས་བྱས་མགོ་བོ་དེ་ཡར་བཀྱགས་བྱས་མ་དུ་ལྟ་དུས་སྐབས་སུ་ཙི་ཙི་ཞེས་རང་གི་ལུས་སྟེང་དུ་ཨེ་ཁོ་ཡི་མགོ་ཡར་བཀྱགས་ཤིང་ལྟ་དུས་སྲིན་པོ་ལ་ཨེ་སེང་གེ་དེས་ག་རེ་མཐོང་བ་རེད་ཞུས་པས་ན་ཨེ་ཙི་ཙི་ཅི་ཨེ་ཁོ་རང་གི་ལུས་ཀྱི་སྟེང་ལ་ཡར་ལུས་ཀྱི་སྟེང་ལ་ཨེ་གཟུགས་པོ་ཀྱི་སྒང་ལ་ཡར་ཡར་རྒྱུགས་མར་རྒྱུགས་བྱས་བསྡད་པ་དེ་ཨེ་ཁོ་རང་གིས་མཐོང་བ་རེད། སུ་གིས་མཐོང་བ་རེད་ཞུས་པས་ན་ཨེ་སེང་གེ་གིས་མཐོང་བ་རེད། སེང་གེའི་བསམ་པར། ཙི་ཙི་ལག་མགོ་ཙམ་ལས་མེད་པ་འདིས་བདག་ལ་མཐོང་ཆུང་འདི་འདྲ་བྱས་བྱུང་བསམ་ཏེ། ཁོང་ཁྲོ་མེ་ལྟར་འབར་ནས་ཟེར་བ། ད། ཙི་ཙི་དེས་ཀྱིས་ཁོ་རང་གི་གཟུགས་པོ་གང་ལ་ཡ། རྒྱུ་མ་རྒྱུ་དེ་འདྲ་བྱེད་དུས་བསམ་པ་ལ་ཡ། སེང་གེ་གི་བསམ་པར་ལ་དུས་བསམ་པ་ལ་ཡ་སེང་གེ་གི་བསམ་བློ་ན་ལ། ཙི་ཙི་ལག་མགོ་ཙམ་ལས་མེད་པས་ཟེར་དུས་བསམ་པ་ལ་ཡ་ཙི་ཙི་དེ་ནི་ཁོ་རང་གི་ལག་པ་གི་མགོ་ཙམ་ལས་ཁོ་རང་གིར་བ། ཅིག་ཙི་ཙི་པས་ཆུན་ཆུན་དཔེ་ན་ཁོ་རང་གི་ལག་པ་དེ་ག་སྨྲ་དུ་མི་གྱུར་བ། ལག་གི་མགོ་ཙམ་ལས་མེད་པ་དེ། སྲིད་རྩེ་ལག་མགོ་ཙམ་ལས་མེད་པ་དེ། བདག་ལ་མཐོང་ཆུང་འདི་འདྲ་བྱས་བྱུང་བསམ་སྟེ། ཁོ་རང་ཁོ་རང་བསམ་འགྲོ་ན་ལ། ག་རེ་བསམ་དགོས་ལ་ན་རྩེ་རྩེ་དེ་གིས་ཁོ་རང་ལ་མཐོང་ཆུང་བྱེད་ཀྱི་འདུག་མཐོང་ཆུང་ལ་ན་ང་ཚོ། དེ་ཟེར་བ། སྙབ་ཆུ་ཤེས་པ་ལ་ཡང་མཐོང་ཆུང་ཟེར་བ། དོན་དུ་དབྱིན་ཇི་གའི་ཐོག་ནས་ཤོད་པ་ན་བུ་ལི་ལ་ཡི་དུ་བ་བུ་ལི་བྱེད་པ་དེ་འདྲའི་ལ། མཐོང་ཆུང། མཐོང་ཆུང་དེ་འདྲ་བྱས་བྱུང་བསམ་ཏེ་ཟེར་ནས་ཁོ་རང་དུས་སུ་ཁོ་ལ་མཐོང་ཆུང་བྱེད་ཀྱི་འདུག་བསམ་ནས། ཁོང་ཁྲོ་མེ་དང་འབར་ནས་ཟེར་ནས་ཁོ་རང་ཁོང་ཁྲོ་ཁོང་ཁྲོ་ལ་ན་ལྷུང་ལངས་པ་དེ་ལ་ཡང་ཁོང་ཁྲོ་ཟེར་བ། ཁོང་ཁྲོ་དེ་དཔེར་ན་མེ་ནང་བཞིན་རེད། དཔེར་ན་ང་ཚོ་ཁོང་ཁྲོ་ལངས་དུས་སྐབས་སུ་གཟུགས་པོ་ཚ་བོ་ཞུ་ཆགས་འགྲོ་གི་འདུག་བ་དེ་ནང་བཞིན་བྱས་བྱས་ནས་སེང་གེ་དེའང་ཁོང་ཁྲོ་མེ་ནང་བཞིན་འབར་བྱས་ནས། མཆེ་བ་གཙིགས། སྣ་གཉེར་སྡེར་མོ་བྲེས་ནས་གསོད་གྲབས་བྱེད། ཟེར་བ་ཁོག་གི་རླུང་ལངས་བྱས་ནས་མཆེ་བ་གཙིགས་མཆེ་བ་ལ་ནི་ད་ཟླའི་སྲོག་ལ་ཡ་མཆེ་བ་གཟིགས་རོགས་ཨ། ཨ་ནི་དཔེར་ན་ད་མཆེ་བ་ལ་ཡ་དེ་སེམས་ཅན་དང་ད་ཤ་ཟ་མཁན་གྱི་རིགས་དེ་ཚོ་ལ་མཆེ་བ་ཡོད་རོགས་ཨ། ཨ་ནི་ང་ཚོ་མི་དེ་ཚོ་ལ་ཡ་ནི་ག་རེ་སྲོག་ཡོད་རེད་དེ་ཡིན་ན་ང་ཚོ་ལ་མཆེ་བ་ཡོད་མ་རེད་མཆེ་བ་ལ་དུས་གསུམ་པ་ལ་ཡ་ནི་སྲོག་གི་ཟུར་གང་གིས་ནི་གསོ། རྩེ་རྣོ་བོ་ཆེ་རེད་བ། ཨེ་ནི་ཤ་ཟ་ཡ་བྱེད་དུས་ཁོང་ཚོ་ལས་ཆེ་བ་ཡོང་གི་འདུག་བ་དོན་དུ་སྲོག་ལ་ཁོག་རེད་བ། ཆེ་བ་བརྩིགས་ལ་དུས་སམ་ལ་ཆེ་བ་བསྟན་རེད། སྣ་གཉེར་སྣ་གཉེར་ལ་དུས་སམ་ལ་ཡ་ནི། དཔེར་ན། སེང་གེ་དེ་ཚོ་རླུང་ལངས་དུས་སམ་ལ་ཡ་སྣ་དེ་ཚོ་བ་གཉེར་བྱ་གི་འདུག་སྣ་གང་ལ་ཡ་གཉེར་མ་ཡིན་དྲན། གཅིག་བསྡུས་དྲུག་བདོ་བ་བསྡུ་ཟིན་ན་རྙེད་པ་རེད། སྡེར་མོས་དྲས་ནས། སྐབས་དེ་ལ་ཡང་སྡེར་མོ་ལ་ནི་སེན་མོ་ཟེར་བར་བ། ཡིན་ནའི་སེན་མོ་དེ་མིག་གི་སེམས། སེན་མོ་ལ་ཡིན་ནའི་སྡེར་མོ་ཟེར་གི་མ་རེད། སྡེར་མོ་དེ་ཡང་ད་ལྟ་སེམས་ཅན། ད་ལྟ་ཤ་ཟ་མཁན་གྱི་རིགས་བརྗོད་རུང་བ་དེ་ཚོ་ལ་ཡང་སྡེར་མོ་དེ་ཡོད་རེད། གང་ལྟ། སེམས་ཅན་ད་ལྟ། སེང་གེ་སྒྲོག་བུར་བ་བཞིན་བསྲེག་བྱེད་སེམས་ཅན་ཞིམ་པ་བསྲེགས་ནས་ཟ་མཁན་གྱི་རེག་བྱོས་ར་བ་འདི་ཚོ་གི་ལག་པ་གི་སེན་མོ་དེ་ལ་སྡེར་མོ་ཟེར་བ་སྡེར་མོ་བྲེགས་ནས་སྡེར་མོ་ཕག་བྲེགས་ནས་གསོད་གྲབ་བྱེད་སེན་ཁོ་རང་གི་ད་ལྟ་ཙི་ཙི་དེ་བསད་གྲོགས་བྱེད་རེད་གསོད་གྲབ་བྱེད་ལ་ན་བསད་གྲོགས་བྱེད་རེད། ཙི་ཙི། རི་དྭགས་རྒྱལ་པོ་ལགས་ང་མ་གསོད་ཐུགས་རྗེ་སི་ཚེ་ད་གཏོང་རོགས་ཟེར་བ་རྗེས་སུ་ཁྱེད་ལ་དྲིན་ལན་འཇལ་ཆོག་ཟེར་བ་ད་ཙི་ཙི་དེ་ལ་སེམས་ཅན་བསམ་པ་ལ་ཡ་ཙི་ཙི་ག་ཅི་རེད་ལམ་སང་ཁོ་རང་རི་དྭགས་ཀྱི་རྒྱལ་པོ་ལགས་རི་དྭགས་ལ་ནི་ནི་རི་དྭགས་ད་སེམས་ཅན་ནང་ནས་གནས་པའི་རི་དྭགས་ཡོད་རོ་བ་དེ་ཚོ་ཚང་མ་གི་རྒྱལ་པོ་ལགས་རོ་བ་ང་མ་ཟོས་ང་མ་སེ་ད་སི་ཐུགས་རྗེ་སི་སེ་ནི་ང་ལ་ཁྱེད་རང་ནི་སེམས་གང་ནས་ཅིག་སྙིང་རྗེ་ཆེན་པོ་གི་སྒོ་ནས་ནི་ཁྱེད་རང་ང་ལ་གཟིགས་རོ་བྱས་རོ་བ་ཚེ་ཐར་གཏོང་རོ་གནང་སི་ང་ལ་དང་མ་སྲིད་ཅེས་ངག་གི་ཚེ་དེ་ཚེ་ཐར་ལ་དུས་སུ་མ་ལ་སྲིད་པ་ལས་ཕག་ཅིག་ཐ་བ་བཏང་བ་དེ་ལ་ཡ་སྲིད། དེ་ལ་ཡ་ནི་ཚེ་ཐར་ཟིག་རོ། ཚེ་ཐར་བཏང་རོགས་ཟེར་བ། རྗེས་སུ་ཁྱེད་ལ་དྲིས་ལན་བྱས་ཆོག་ཟེར་ནས་ཇེ་མང་ཁྱེད་རང་ལ་ཡ་ད་ད་ང་ལ་ཡ་ཚེ་ཐར་བཏང་བ་དེ་གི་ལན་དེ་ལ་ཡ་དྲིས་ལན་ནི་མ་འོངས་པ་ལ་བརྗེ་གི་ཡིན་ད་ཟེར་བ། ཁྱེད་རང་ལ་ཡང་ཕག་ཇེ་མང་དོན་དུ་ཨ་ནི་ཅིག། རོགས་པ་དེ་འདྲ་གནང་དགོས་ནས་ནི་གནང་གི་ཡིན་ཟེར་བ་རེད། ཅེས་ལག་གཉིས་ཐལ་མོ་སྦྱར་ཏེ་འདར་སིག་སིག་ངང་ཞུ་བ་དེ་ཡིན་ཟེར་བ། དེ་འདྲའི་ལབ་ནས་ནི་ལག་གཉིས་ལ་ནི་ལག་པ་གཉིས་ཟེར་བ་ཐལ་མོ་སྦྱར་ལ་ནི་འདུག་ང་ཚོ་ཐལ་མོ་སྦྱར་བ་རེད་བ། ལག་པ་ཐལ་མོ་སྦྱར་བ་དེ་ལ་ཟེར་བ། ཐལ་མོ་སྦྱར་ཏེ་ནི་འདར་སིག་སིག་ཟེར་ལུས་པོ་དེ་ཚོས་ནི་ཅིག་འདར་སིག་སིག་བྱས་ནས་རོགས་དུས་འདུག་ཨིན་ཇིག་གི་ཐོག་ནས་ཞུ་བས་ནི་ཤིའུ་རེང་ཟེར་གི་འདུག་བ། འདུག་འདར་སིག་སིག། ང་ལ་ཡང་ནི་ཞུ་བ་འཐེན་པ་རེད། ཕ་གི་སེང་གེ་རྒྱལ་པོ་དེ་ལ་ཡང་ནི་གཅིག་གི་ཞུ་བ་ལ་ཁོ་རང་གི་འདུག་ད་ནི Request བྱེད་རེད་ཟེར་བ། དེར་སེང་གེ་རྒྱལ་ཟེར་བ་དེ་ལ་ཡང་ནི་སེང་གེ་གི་ལན་དེ་ལ་ད་ག་རེ་ད་ལབ་པ་རེད་ཞུས་པས་ན། སྲོག་ཆགས་ཆུང་ཆུང་ཁྱོད་ལྟ་བུ་ཞིག་གིས་བདག་ལ་དྲིན་ལན་ཇི་ལྟར་འཇལ། དེ་བས་རི་དྭགས་ཀྱི་ཁུང་བུའི་ནང་དུ་རྡོའི་ཚུགས་པར་གྱིས་ཞེས་བཤད་དེ་ཐུབ་ཚོད་མ་བྱས་པར་ཚེ་ཐར་དང་ཟེར་བ། ད་ཁོ་རང་གིས་རོགས་པ་བྱེད་ཀྱིན་བྱས་བྱས་ལ་དུས་སམ་པ་ལ་ཡ་ནི་སེང་གེ་གི་ནི་ཕ་ལན་ལ་ག་རེ་རྒྱག་རེད་ལ་ན་སྲོག་ཆགས་ཆུང་ཆུང་ཟེར་ཁྱེད་རང་ནི་སྲོག་ཆགས་སྲོག་ཆགས་ལ་ན་སྲོག་ཡོད་པའི་སེམས་ཅན་ལ་སྲོག་ཆགས་ཟེར་བ་སྲོག་ཆགས་ཆུང་ཆུང་རེད་ཟེར་བ། ཁྱོད་ལྟ་བུ་ཞིག་གིས་ཟེར་ཁྱེད་ཁྱོད་རང་འདྲ་བོ་ཞིག་གིས

དེ་ཚུགས་པ་ཆི་ཨཱས། དོན་དུ་ནི་ཁྱེད་རང་ཡར་མ་ཕྱི་རབས་མ་འཁྱམས་བྱས་ནས་ས་ཆ་གཅིག་ལ་རང་ནི་སུ་སུ་དེ་སར་ཏག་ཏག་ཕ་དེ་ཤེང་བ་ཆི་ཨཱས་རེད་བ། ཞེས་བཤད་དེ། དེ་འདྲའི་ལབ་བྱས་ནི་ད་ལྟ་སེང་གེ་གི་དེ་འདྲའི་ལག་ནས་ཐུབ་ཚོད་མ་བྱས་པར་ཐུབ་ཚོད་ལ་ནི་བསྙབ་བྱོས་ཟིག་རེད་བ། ཁོ་རང་ལ་ཡང་ནི་ད་ལྟ་ཙི་ཙི་དེ་ལ་ཡང་སྙབ་བཅོས་མ་ཤེས་བྱས་ནི་ཚེ་ལྟར་བཏང་རེས་ཚེ་ལྟར་བཏང་རེས་ལ་ནས་ནི་ཁོ་རང་གི་ད་ཚེ་ལས་བར་ཐར་བ་བཏང་རེས་ཐང་གི་གོང་ལས་ཡ་ནི་ཁོ་རང་ད་བསད་ཀྱི་ཡིན་བྱས་བྱས་ཁོ་རང་ད་བསད་འགྲོ་འདྲ་བོ་བྱས་རུ་བ་ཡ་ནི་ཁུག་གི་མ་བསད་རུ་ལ་དུས་སམ་པ་ལ་ཡ་ནི་ཁོ་རང་ལ་མ་བསད་པ་སོང་ཙང་ཡ་ནི་ཁོ་རང་གི་ཚེ་ལས་ཐར་བར་བ་སོང་ཙང་དུ་ཚེ་ལྟར་བཏང་བ་རེད། ཉིན་ཞིག་སེང་གེ། སེང་གེ་དེ་རི་འདབས་སུ་ཟས་འཚོལ་དུ་འགྲོ་སྐབས། རྔོན་པས་བྲག་ཉིལ་ནང་དུ་ཚུད་དེ་འཕག་འཚག་ཇི་ལྟར་བརྒྱབ་ཀྱང་མ་ཐག། ཉི་མ་གཅིག་ལ་ཡང་སེང་གེ་དེ་རི་འདབས་སུ་རི་འདབས་ལ་ནི་རི་ཡི་གི་གཡས་གཡོན་དེ་བ་ལ་བ་རི་མཐོན་པོ་ཡོད་སའི་གཡས་གཡོན་དེ་བ་ལ་བཤམས་དེ་བ་ལ་ཁོ་རང་ཟས་འཚོལ་དུ་འགྲོ་སྐབས་ཟས་ལ་ནི་ཁ་ལག་ར་འཚོལ་ལ་ནི་ཚེ་ཁ་འགྲོས། ཚེ་ག་འགྲོ་བ་ལ་ཚུད། འགྲོ་སྐབས་སུ་དུས་བསམ་པ་ལ་འགྲོ་བའི་སྐབས་སུ་ཁོ་རང་ཉི་མ་གཅིག་རེ་ཡིག་གི་གཡས་གཡོན་འདི་བ་ལ་ཡ་ཁ་ལ་ཚེ་ག་འགྲོ་དུས་སྐབས་སུ། རྔོན་པས་བྲག་ཉིའི་ནང་དུ་ཚུད་རྔོན་པ་ལ་ན་ནི་ཤ་བ་དང་རི་དྭགས་བསད་མཁན་གྱི་རྔོན་པ་ཡོད་རེད་བ། འཇིགས་ཀྱི་ཐོག་ནས་ཞུ་བའི་ནི Hunters གི་འདུ་བ། དེ་ཚོ་གས་ནི་བྲག་ཉིའི་ནང་ལ་ཚུད་པ་རེད་བྲག་ཉི་ལ་ན་ད་ལྟ་ཁོ་རང་ཚོ་ད་ལྟ་རི་དྭགས་དང་དེ་ཚོའི་ཟིམ་ཡག་གི་གྲངས་ངེས་ཡོང་གི་འདུག་བ་དེའི་ནང་ལ་ཡང་ནི་ཟླ་སེང་གེ་དེ་ཚུད་རེད་ཟེར་བ་དོན་དུ་ནི་རྔོན་པ་དེ་ཚོའི་དང་པོ་ནས་ནི་གྲངས་ངེས་དེ་ཚོ་ས་འོག་ལ་ཟླ་གཅིག་གྲ་སྒྲིག་བྱས་ནས་རུ་བ་སྦས་ནས་བཞག་ཡོད་གི་རུ་བ་དེའི་སྒང་ལ་སེང་གེ་འགྲོ་དུས་སམ་བ་ལ་སེང་གེ་དེའི་ནང་ལ་ཡང་ཚུད་རེད་ཟེར། འཕག་འཚག་ཇི་ལྟར་བརྒྱབ་ཀྱང་མ་ཐག་ཟེར་ནི་ཁོ་རང་གིས་འཕག་འཚག་ཞུ་གི་ཡ་རེད་དོན་དུ་ནི་གཅིག་རྐང་པ་དང་ལག་པ་ཚང་མ་གི་འདུག་གཅིག་ག་འཕག་འཚག་བརྒྱབ་ནས་རུ་བ་གཅིག་ཐར་ཡག་གི་གྲངས་ངེས་དེ་ལས་མ་གྲྭ་གཉིས་ལ་ནི་ཨིན་ཇིས་ཀྱིས་ཐོག་ནས་ཞུས་པ་ནི་ནེད་ཟིག་དོ་ནེད་འོན་དེ་རེད། ནེད་དེ་ནི་ཕ་ཐ་ཡའི་ཆེད་དུ་ཁོ་རང་གི་རྐང་པ་ལག་པ་ལ་སོགས་པའི་ག་འདྲིའི་བུ་ཆུ་དང་ཇི་ལྟ་ཅིག་ཐ་རལ་གྱི་ཐབས་ཤེས་དེ་འདྲས་བཏང་ན་ཡང་ཕ་ས་ག་ཟེ་བརྒྱབ་ན་ཡང། ཇི་ལྟར་བརྒྱབ་ཀྱང་མ་ཐ་ཟེ་ཁོ་རང་གི་ག་ཟེ་ཕ་ས་བརྒྱབ་པ་ཡིན་ན་ཡང་ཁོ་རང་འོ་དེ་གྲྭ་གཉིས་ནང་ནས་ཕ་ཐ་ཡོག་མ་རེད་དོན་དོན་ནི་ནེད་ནི་ཕྱི་ལོ་ལ་ཡ་ཁོ་རང་དུན་ཐུབ་ཡོག་མ་རེད། ཚུལ་དེས་དེ་སྔོན་གྱི་ཙི་ཙི་དེ་མཐོང་བས་མགྱོགས་པོ་ཡོང་ནས་སྙི་ཐག་རྣམས་སོས་བཅད་དེ་སེང་གེ་ཕྱིར་བཏོན་པ་རེད། ཚུལ་དེས་ལ་ན་དེ་འདྲིས་ཀྱི་ཚུལ་དེ་ར་རྣམ་པ་དེ་རྣམ་པ་ག་རེད་ལ་ན་ད་ལྟ་སེང་གེ་དེ་བྲང་ངའི་ནང་ལ་ཚུད་ཡོད་པ་དེ་ཨིན་སུ་གི་མཐོང་རེད་ལ་ན་ཨིན་དེ་སྔོན་གྱི་ཙི་ཙི་དེ་མཐོང་རེད་དེ་སྔོན་ལ་ན་ཨིན་ཐང་གི་གོང་ལས་ཨིན་ཙི་ཙི་གཅིག་ལ་ཁོ་རང་གི་གཅིག་དམག་བསད་ཡས་དེ་བསད་མ་སོགས་ཡེ་ནས་ལས་སུག་པོ་གང་ལ་གཡའ་བརྒྱུད་དམག་བརྒྱུད་ཆོས་སྡེ་གསུམ་ལ་འཁོར་ལྷུང་ལངས་བར་བ་དེའི་ཙི་ཙི་དེ་ཁོ་རང་ལ་ཐོངས་རེས་ད་ལྟར་བ། མགྱོགས་པོར་ཡོང་ནས་ཟེར་ནི་ཁོ་རང་མགྱོགས་པོ་མགྱོགས་པོ་ད་ལྟ་ཙི་ཙི་དེ་ཕ་ད་ལྟ་སེང་གེའི་འགྲམ་ལ་སླེ་བྱས་གཉིད་ཐག་རྣམས་གསོས་བྱས་དེ་གཉིད་ཐག་ལ་ནི་ད་ལྟ་གཉིད་ཀྱི་ཐག་པར་བ་ནད་བསྐྱེད་ནི་ཐག་པ་དེ་ཚོ་ཟེར་བ། ཐག་པ་དེ་ཚོས་ནི་ཁོ་རང་གི་སྲོག་གི་མགྱོགས་པོ་མགྱོགས་པོ་བཅད་ནས་ནི་སེང་གེ་དེ་ཕྱིར་བཏོན་པ་རེད་ཟེར་ནི་སེང་གེ་དེ་མ་གྲགས་སྙིང་ན་ནི་མ་ཕྱི་ལུས་ལ་ཡང་སྟོན་པར་ཨེ་སྲིད། སྐབས་འདིར་སེང་གེའི་བསམ་པར་སྐབས་དེ་དུས་སྐབས་སུ་ས་སེང་གེ་ཕྱི་ལུས་སྟོན་པར་བ་ཙི་ཙི་གི་སེང་གེ་སྐྱོད་པར་བ་སོང་ཙང་ཨེ་ནི་སྐབས་དེ་དུས་སྐབས་སུ་ཨེ་ནི་སེང་གེ་གི་བསམ་བསླུ་ན་ལ་ཡ་ཨེ་ནི་ག་རེ་བསམ་པ་རེད་ལ་ན། བདག་རི་དྭགས་ཀྱི་རྒྱལ་པོ་ཡིན་ཡང་སྙམ་བྱུང་ཙི་ཙི་ལ་ཡང་རེ་དགོས་བྱུང་གནའ་མི་བོད་ཀྱིས་བཏམས་པའི་ལམ་དེར་མི་འགྲོ་བྱ་བ་དང་མིས་དེར་མི་འགྲོ་བྱ་བ་མེད་ཟེར་བ་དེ་བདེན་པ་འདུག་སྙམ་མོ། ཟེར་བ། སྐབས་དེ་དུས་སྐབས་སུ་སེང་གེ་གི་བསམ་བློ་ནང་ལ། ཨོ། ད་ང་དངོས་གནས་བྱེད་ན་བདག་ལ་ན་ང་རུ་བ། ང་དངོས་གནས་བྱེད་ན་ཨེ་ནི་རི་དྭགས་ཚང་མ་གི་རྒྱལ་པོ་རེད་ཟེར་བ། ཨེ་ནི་སེམས་ཅན་ཚང་མ་གི་རྒྱལ་པོ་ཁོ་རང་རང་རུ་བ། ད་ང་རྒྱལ་པོ་ཅིག་ཡིན་ན་ཡང། ཉམ་ཆུང་ཙི་ཙི་ལ། ཁོ་རྒྱལ་པོ་ཅིག་ཡིན་ན་ཡང་ཕ་གི་ཙི་ཙི་དེ་དེ་ཆུང་ཆུང་བཞི་བོ་བྱས། ལུས་པོའི་ཆ་ནི་ཆུང་ཆུང་ཞིང་རེ་ཨེ་ནི་ནུས་པ་ཡིན་ན་ཡང་ཨེ་ནི་སེང་གེ་དག་རྩི་ཟན་གྱིས་བསྡུས་པ་ཡིན་ན་ཨེ་ནི་ནུས་པ་རྦད་དེ་ཤུགས་རྦད་དེ་སེང་གེའི་ཕྱི་ཁྱི་རུ་བ། དེའི་འདུས་བསམ་པ་ལ་རྩི་ཟན་དེ་ཉམ་ཆུང་བ་བྱེད་གཟུགས་པོ་ཡང་ཉམ་ཆུང་ཆུང་ཆུང་ཞིང་བྱེད་ཨེ་ནི། སྟོབས་ཤུགས་ཡང་ཆུང་ཆུང་ནུས་པ་ཆུང་ཆུང་ཡོད་པའི་རེ་བ། དེ་འདྲའི་ཉམ་ཆུང་རྩི་ཟན་ཅིག་ལ་ང་ཡང་ང་རེ་དགོས་བྱུང་སོང་ཟེར། ད་རྩི་ཟན་ཆུང་ཆུང་ཅིག་ལས་ཡིན་ནའི་ལས་ང་རྒད་པོ་ཡིན་ནའི་ལས་ང་རྩི་ཟན་ཆུང་ཆུང་ཅིག་ལ་རེ་དགོས་ཐུག་སོང་ཟེར་བ། ནང་མི་བོད་ཀྱི་གཏམ་དཔེ་ལ་ཟེར་ནི་གནའ་སྔ་མོ་རྒྱལ་ནི་བོད་ཀྱི་མི་དེ་ཚོ་ང་རང་ཚོ་མི་མི་བོར་བ་པོ་མོ་ད་ད་ག་ནང་བཞིན་པོ་མོ་གི་པོ་མོ་དེ་ཚོ་རེད་བ་དེ་ནང་བཞིན་ནི་སྙེ་མང་གི་མི་དེ་གས་དེ་གས་ནི་བོད་ཀྱི་གཏམ་དཔེ་ནང་ལོ་ལ་འདུག་སུའི་རེད་ཟེར་བ་དཔེ་ན་གཏམ་དཔེ་དེ་ག་རེད་ལ་ན་ལམ་དེར་མི་འགྲོ་བྱ་བ་ད་མི་དེར་མི་རེ་བྱ་བ་མེད་ཟེར་གཏམ་དཔེ་དེ་ནང་ལ་ནི་ལམ་ཀ་གཅིག་ཡོད་ནི་ལམ་ཀ་དེ་ལ་ང་ཚོ་ད་ནམ་རྒྱུན་ད་ང་ཚོ་ཨོ་ལམ་ཀ་དེ་ད་ང་ཉེ་དུས་ནམ་ཡང་འགྲུག་མེད་ལ་ཡ་ད་ཨེ་ནི་ཅིག། དཔེར་ན་ང་ཚོ་མིའི་མཉམ་དུ་རྒྱག་རེས་འདྲ་བོ་ཤོར་བ་ཡིན་ན་ད་ང། ལམ་ཀ་འདི་དག་ཁོ་རང་ཚོའི་མདུན་ནས་ཅིག་ལམ་ཀ་འདི་འཁེལ་འདུག་ཡོད་ན་ཨེ་ནི་ང་ཚོ་ཟིག་རོ་བ་ལམ་ཀ་དེ་རི་ད་ངས་དུས་ནམ་ཡང་འགྲོ་གི་མེད་ཟེར་བ། ཨེ་ནི་དེ་ག་ནང་བཞིན་མི་དེར་མི་རེ་བྱ་བ་མེད་ཟེར་ཨེ་ནི། མི་དེ་ལ་ཡ། མི་རེ་ཟེར་དུས་ཟེར་མ་ལ་ཡ་དཔེར་ན་ང་ཚོ་གི་ཅིག། སོ་སོ་གི་ཨེ་ནི་ཅིག་ཆངས་པོ་མེད་སའི་མི་ཅིག་ཡོད་པ་ཡིན་ན། ཨེ་ནི་ད་མི་དེ་ལ་ད་ངས། ད་འུ་ཐུག་ནས་ངས་མི་འདི་ལ་ད་རེ་བ་རྒྱག་གི་མེད་ཟེར་ང། ཅིག་གྲོགས་པོ་སྟངས་སྟོང་པོ་ལས་ནས་རེད་ཨཱ་ནི་ང་ག་ཚད་དཀའ་ངལ་འཕྲད་པའི་ན་ཡ། ཨཱ་ནི་སོ་སོ་གི་དགྲ་བོ་ལ་ད་ངས་ག་དུས་ཡང་རེག་གི་མེད་ཟེར་བ་ལ་ཡོར་བ་ཡ། ཡིན་ནའི་ཨཱ་འདི་ལ་ཡ་ཡོར་མ་རེད་ཟེར་བ། མི་དེ་ལ་ཡ། མི་རེ་བྱ་བ་མེད་ཟེར་ཨཱ་ནི་མི་དེ་ལ་ཡ། ཨཱ་ནི་རེ་བ་རྒྱག་གི་མེད་ལ་ཡ་དེ་ཡོར་མ་རེད་ཟེར་ག་རེ་ལ་ནི་དུས་ནམ་ཞིག་ཨཱ་ནི་སོ་སོ་ལ་དཀའ་ངལ་འཕྲད་དུས་ཨཱ་ནི་སོ་སོ་དགྲ་བོ་ཡིན་ནའི་ལས་སོ་སོ་ལ་རེ། ཅིག་རོགས་པ་བྱེད་སྲིད་པར་བ་སོང་ཙང་ང་ཚོ་ག་དུས་ཡིན་ནའི་ལས་ཅིག། འོན་ཏེ་ལམ་ག་དེལ་ཏེ་ངས་ག་དུས་ཡང་འབྲུག་མེད་ལ་ཡ་ད་ཨེ་མི་དེལ་ཏེ་ངས་ག་དུས་ཡང་རེ་བ་ཞུགས་མེད་ལ་ཡ་དེ་ཨེ་ནི་དེ་འདུག་ཨེ་ནི་བྱེད་ཡ་ཡོད་མ་རེད་བྱེད་བྱེད་ང་ཚོ་བོད་ཀྱི་གཏམ་དཔེ་ལ་ཡོད་རེད་རེད་བ་སོང་ཙང་དེ་འདྲས་ཀྱི་གཏམ་དཔེ་དེ་ཟེར་བ་དེ་བདེན་པར་འདུག་སྙམ་མོ་དེ་འདྲས་ཀྱི་གཏམ་དཔེ་སྙེ་མ་གི་ང་རང་ཚོ་མེས་པོ་དམ་པ་དེ་ཚོ་གི་གཏམ་དཔེ་དེ་ཨེ་ནི་བདེན་པ་རེད་འདུག་ཟེར་བ་བདེན་པ་ལ་ན Truth ཟེར་བ་རེད་འདུག་སྙམ་མོ་རེད་བྱེད་བྱེད་ཁོ་རང་ཨེ་ནི་འདུག་བསམ་པ་རེད། དོན་དུ་ད་རིང་གི་ང་ཚོ་སྒྲུང་འདི་གའི་ད་ནང་དོན་བསླབ་བྱ་གཙོ་བོ་ག་རེ་ཞུ་བ་ཡིན་ན་ང་ཚོ་ད་ཅིག་མི་ཞིག་འབའ་ལ་ཡ་ཅིག་སེམས་ཅན་དེ་ཚོ་ཡིན་རེད་ང་རང་ཚོ་མིའི་ཕན་ཚུན་ནང་ལ་ཡ་ཅིག་ག་སུ་སུ་ལ་ཅིག་དཀའ་ངལ་འཕྲད་དུས་སྐབས་སུ་རོགས་པ་བྱེད་པ་ཡིན་ན་དེའི་ག་མ་འོངས་པ་ལ་ཉི་མ་ཞིག་བརྟན་ཏེ་ཡ་ཅིག་སུ་སུ་ལ་ཡ་རོགས་པ་བྱེད་ཀྱི་རེད་དེའི་དཔེར་ན་སུ་སུ་གི་དགྲ་བོ་ཡིན་ནའི་ལེ་རེད་རེད་བ། སུ་སུ་ད་ཆང་བུ་ཡོད་རྒྱུ་དེ་ཡིན་ཡིན་ད་ཡིན་རེད་བ། སུ་སུ་ད་ཅིག་ཆང་བུ་མེད་རྒྱུའི་དགྲ་བོ་ཡིན་ནའི་ལས་ཉི་མ་ཅིག་ང་ཚོ་ལ་རོགས་པ་བྱེད་སྲིད་པ་རེད་དེ་འདྲའི་བསམ་པ་ལ་ཡ་ང་ཚོ་གི་དུས་ནམ་ཡ་ཅིག་མི་གཞན་ལ་རེ་བ་བྱེད་རྒྱུ་མེད་ལ་ཡ་ད་དེ་འདྲའི་གང་ཡོད་མ་རེད་ཉི་མ་ཅིག་ང་ཚོ་ཆུ་གཅིག་བྱས་ན་ང་ཚོ་དེ་མི་དེ་ལ་རང་རེ་འདུག་རེ་དགོས་ཐུག་གི་རེད་ཟེར་བ། ཕྱོགས་གཅིག་ནས་ཡང་ང་ཚོ་གི་ད་ལྟ་སྒྲུང་དེ་གི་བསླབ་བྱ་གར་བསྟན་གི་འདུག་ལ་ནས་ནི་ང་ཚོ་མི་གཞན་པ་གི་ང་ཚོ་ལ་ཚུར་རོགས་པ་བྱས་བ་ཡིན་ན་ཨེ་ཉི་མ་ཅིག་ཏག་ཏག་མིའི་ཕ་ཆུ་དེ་ལས་ཡང་ཨེ་ནི་ཅིག་གི་རྐང་གཉིས་ཕྲད་པ་ཡིན་ན་རོགས་པ་བྱེད་དགོས་རེད་དཔེར་ན་ཙི་ཙི་དེ་ལ་ཡང་ཅིག་གི་དང་པོ་སེང་གེ་གི་ཚེ་ད་ལྟའང་བར་བར་སོང་ཙང་ཨེ་ནི་ཁོ་གི་དྲིན་ལན་དེ་ལ་ཡང་ཨེ་ནི་ཁོ་རང་ལ་ཡང་ཅིག་ཐ་མ་དེ་ལ་སེང་གེ་དེ་ལས་རོགས་པ་བྱས་སུ་བར་སོང་ཙང་ཨེ་ནི་ང་ཚོ་གི་ཨེ་ནི་འདུག་ཅིག་སུ་ལ་དྲིན་ལན་འཇལ་སུ་ལ་ཅིག་ཡག་པོ་བྱེད་མཁན་དེ་འདྲ་ཡོད་པ་ཡིན་ན་ཨེ་ནི་ཕ་གི་ཕ་ཆུ་ངོས་དེ་ལ་ཡང་ཨེ་ནི་ང་ཚོ་ཡག་པོ་གནང་དགོས་རེད་ཞེས་པའི་དོན་དག་དེ་འདུག་རེད་ཤ་ལ།